གྲུབ་པའི་ཉམས་ལེན་དགའ་སྟོན་འདི་ཡག་པོ་སོ། ད་ཉོན་མོངས་ཉལ་ཁང་ཅིག་སྤང་དགོས་ན། ཚེས་གཅིག་ཏུ་རྩ་བ་ཞིག་ཟིན་ཡིན་ན་བདག་འཛིན་མ་རིག་པ་ཉལ་ཁང་ཅིག་གཏི་མུག་ཉལ་ཁང་ཅིག་འོ་ད་ཨི་ཅི་དོར་མུ་ནོ་སྤྱོད་དགོས་སོ། ཨན་རྒྱན་ཉེ་དུ་མི་ཨོ་རེ་མ་རིག་པ་ཉོག་ཅིག་གཅིག་འབུར་ཨིད་ཀི་ཅིག་ང་དང་འཁོར་བ་ནས་ང་མར་སྐྱེས་ད་གམ་ནིང་ལས་སྣ་མའི་སྣ་ཚོགས་བསགས་ད་གམ་ནིང་ཆ་ཚང་ཅིག་ང་དང་སེམས་ནས་ང་བདག་འཛིན་མ་རིག་པ་ཉལ་ཁང་ཅིག་མ་སྤང་ངོ། ནོ་བྷེལ་བེས་ཡིད་ཀྱིས་ཅི་འགའ་དང་སེམས་ནད་ངང་ཉོན་མོངས་པ་སྣ་ཚོགས་པ་སྐྱེས། བསམ་བློ་དྲག་མ་དྲག་འཁོར། བསམ་བློ་ཅི་ཚོར་ཅུན་མ་བདེ་ཡོད། ཨོ་ཐུན་ལ་བརྟེན་ནས་ཅི་འགའ་དང་ཞོ་སྡུག་བསྔལ་དཔག་ཚད་མུ་ནོ་བས་མྱོང་དགོས་སུ་སྐྱེས་རོ་དང་པོར་ནི། ཡིད་ཀྱིས་ཅི་བདག་རྩ་བ་ཅི། འཁོར་བའི་རྩ་བ་གཏི་མུག་མ་རིག་པ་གཏི་མུག་བདེན་འཛིན་མྱོ་བྱེད། ཨོ་ད་ཨི། སྤངས་པ་སོ།

ད་ང་དང་ཨོ་རྩལ་བསམ་ཡས་གཅིག་ཨོ་རྩལ་དགེ་འདུན་པ་སྣང་སྲིད་ཨོ་རྩལ་ཞབས་བརྟན། དགེ་བཤེས་མཁས་པ་ཡ་བྷེ་གྲུབ། ཆོས་འཁོར་ཡུག་ཡིན་པོར་བཅུག་གཟི་ཁ་གངས་དགེ་རྒྱལ་ཡ་བྷེ་གྲུབ། གཅིག་ཨོ་རྩལ་ང་དང་དྷ་སྐོར། མི་མང་སྣང་སྲིད་ཡིན་ན་ཡང་ཨོ་རྩལ་མ་ནིག་རིན་ཆ་ཆོས་པ་ཡ་ཨོ་ད་འུ་ཐུན་ཡ་ཡ་གཅིག་ད་སངས་རྒྱས་ཀྱི་བསྟན་པ་རྒྱས་པར་འགྲོ་བ་བདེ་བ་ཨི་གཅིག་ནས་འུ་གཅིག་ད་རྒྱལ་བ་ཡེ་ཤེས་ནོར་བུ་སྐུ་ཚེ་ཞབས་པད་བརྟན།

སྨོན་ལམ་ཡག་པོ་གསུམ་པོར། ད་བདེ་ཞིང་རྣོ་བར་ཛམ་བུ་ལི་ང་གཅིག་དམག་འཁྲུག་ནིང་ནད་ཡམས་མུ་གེ། སྐུ་མཐུན་གཡོར་ནོར་འབུར་ཨིས་ནང་ཡིན་ནས་མུ་ནུང་ཤོང། གཅིག་ཛམ་བུ་གླིང་ཞི་བདེ་ནིང་ཕུན་སུམ་ཚོགས་པ། བདེ་སྐྱིད་དབུ་མཐུན་ར་ཡུ་གུ། ང་དང་ལུམ་པ་ནང་ཡིན་ན་ཡང་ཆར་ཆུ་དུས་བབ་ལོ་ཆུ་རྟགས་ལེགས། བདེ་ཞིང་སྐྱིད་པ་ར་ཡུག་དོན་དགའ་དགའ་འོ་ཚོ་ཟླ་བ་བཞི་པ་དགའ་དགའ་འོ་ཚོ་ཚེ་སྐྱིད་ལེགས་ངེས།